ཚེ་དབང་གི་གཏམ་གསན་གཟིགས་གནང་མཁན་རྒྱ་ཆེའི་དྲ་གྲོགས་རྣམས་ལ་དུས་གསུམ་གྱི་འཚམས་འདྲིའི་བཀྲ་ཤིས་ལན་ཞུ་གི་ཡོད། ད་ད་རེས་དོན་ཐེངས་དྲུག་ཅུ་རེ་གཅིག་དེའི་ནང་ལ་གར་ཞུ་ཡ་ཡོད་ཟེར་ན་ཉེ་ཆར་ཨ་རིའི་སྲིད་འཛིན། Trump། ནས་རྒྱ་ནག་ལ་རྒྱལ་སྟོན་འཚམས་འདྲི་བྱས་པའི་སྔས་དང་ལ་ཨ་རིའི་ཁྲིམས་ཁང་གཅིག་ནས་ད་ལྟ་ཀེ་ལི་ཕོར་ཉིའི་མངའ་གཞུང་ཁོངས་གཏོགས་ཨ་ཀ་ཐེའི་གྲོང་ཁྱེར་གྱི་སྤྱི་ཁྱབ་ཨ་རིའི་མི་སེར་ཡིན་པ། ཨ་རྒྱ་མོ་ཝང་ཨའེ་ལེན་སི་ངས་ཅེག་ཡ། ཨ་ནི། རྒྱ་ནག་དམར་གཞུང་གིས་ཁྲིམས་འགལ་གྱི་ངོ་ཚས་བྱས་པའི་དེ་འདྲའི་ཀི་ཏཱ་གསང་ཉུལ་གྱི་བྱ་སྤྱོད་སྤེལ་ཡ་ནི་ཨ་རིའི་ཁྲིམས་ཁང་ནས་ནི། ལོག་སྤྱོད་བཙོན་འཇུག་བྱེད་རྒྱུ་འདི་འདྲའི་ངན་པ་གཏམ་པའི་དཔྱད་ཁྲ་ཞིག་མ་ཁྱབ་བསྒྲགས་བྱས་བཞག་དེའི་སྐོར་ལ་ཞུ་བ་ཡིན། ཨ་རིའི་ཀེ་ལི་ཕོ་ནི་ཡའི་མངའ་གཞུང་ཁོངས་གཏོགས་ཨ་ཀ་ཐི་ཡའི་གྲོང་ཁྱེར་གྱི་སྤྱི་ཁྱབ་པ་ཨ་རིའི་མི་སེར་ཡིན་པའི་རྒྱ་མོ་ཞིག་ལ་རྒྱ་ནག་དམར་གཞུང་གིས་ཁྲིམས་འགལ་གྱི་ངོ་ཚབ་བྱེད་པའི་བྱ་སྤྱོད་སྤེལ་བར་ཨ་རིའི་ཁྲིམས་ཁང་གིས་ལོ་བཅུའི་བཙོན་འཇུག་གི་ཉེས་པ་བཅད་ཡོད་པ་རེད། དེ་ནི་ཞི་ཅིན་ཕིང་དང་ཁྲོམ་ཐུག་འཕྲད་ཀྱི་སྔོན་དུ་ཨ་རིས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲད་པ་ཞིག་མ་ཡིན་ནམ། ཨ་རིས་གསང་ཉུལ་གྱི་དོགས་གཞི་ཡོད་པའི་རྒྱ་རིགས་ཨ་རི་བ་ངོ་ལྔ་ཨེ་ལིང་ཟེར་བའི་རྒྱ་མོ་གྲོགས་ཁྱི་གཅིག་བཅས་པ་ཞིག་གི་བརྗོད་གཞིའི་སྐོར་ཞིབ་ཏེ། གནས་ཚུལ་ཕྱིར་བསྒྲགས་བྱས་འདུག་དེ་ཡང། ཨ་རིའི་ཁྲིམས་འཛིན་ལས་ཁུངས་སྤྱི་ཟླ་ལྔ་པའི་ཚེས་བཅུ་གཅིག་ཉིན་གསལ་བསྒྲགས་ཤིག་སྤེལ་བའི་ནང། ཨ་ཁི་ཐི་ཡའི་གྲོང་ཁྱེར་གྱི་སྤྱི་ཁྱབ་ཝང་ཨའེ་ལིང་ཟེར་བས་ཁྲིམས་འགལ་ཐོག་རྒྱ་ནག་དམར་གཞུང་གིས་ངོ་ཚབ་བྱས་པའི་ཉེས་པ་བཙུགས་པ་དེར། ཨ་ནི། ངོས་མོས་ངོས་ལེན་བྱས་པ་དང་ཉེས་པ་དེར་ཨ་རིའི་ཁྲིམས་ཁང་གིས་ལོ་བཅུའི་བཙོན་འཇུག་བྱ་རྒྱུ་ཡིན་པ་དང་ཁྲིམས་ཁང་གི་དཔྱད་གདན་ནང། སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་ལོ་མཇུག་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་བར་ཝང་ཨའེ་ལིང་དང་ལོ་དྲུག་ཅུ་རེ་ལྔར་སླེབས་པའི་མོའུ་དགའ་བོ་སི་ནན་ཀྲ། ཁྱོ་ག་སི་ནན་ཀྲ་སུན་ཡའོ་ཉིང་གཉིས་ཀྱིས་མཉམ་འབྲེལ་ཐོག་ས་གནས་དེ་གའི་རྒྱ་རིགས་མང་ཚོགས་ལ་དམིགས་ནས་ཨ་རིའི་གསར་འགྱུར་ལྟེ་གནས་ཤིག་གཉེར་བ་དང། ཝང་ནི་རྒྱ་ནག་དམར་ཤོག་ཚོགས་པའི་དཔོན་རིགས་ཤིག་གི་ཁྲིམས་མཐུན་སྐུ་ཚབ་ཡིན་པ་དང། ཁྲིམས་གཏུག་དེས་གྲལ་རིགས་དེར་རྒྱ་ནག་ལ་རྒྱབ་སྐྱོར་བྱེད་པའི་ནང་དོན་སྤེལ་དགོས་པའི་བཀའ་བཏང་ཡོད་པ་ལྟར། གུང་ཁྲན་ཏང་གི་དྲན་ཚབ་བྱས་པ་དང། ད་དུང། སུན་ཡའོ་ཉིང་གིས་རྒྱ་ནག་གཞུང་གི་མི་སྣར་བཀའ་དྲིན་ཆེ་དབུ་ཁྲིད་ལགས་ཀྱིས་བཤད་པ་སོགས་འཁོད་འདུག། ཁོ་པ་ནི་ན་ནིང་ཟླ་བ་བཅུ་པའི་ནང་ཨ་རིའི་ཁྲིམས་ཁང་ལ་ནག་ཉེས་ངོས་ལེན་ཞུས་འདུག་པ་དང་དེ་ལོའི་ཟླ་བ་ལྔ་བའི་ནང་ཁྲིམས་ཁང་ནས་ལོ་བཞི་བཙོན་འཇུག་ཅེས་པའི་ཉེས་ཆད་བཏང་ཡོད་པ་རེད། ཨ་ཁ་ཐེའི་གྲོང་ཁྱེར་སྤྱི་བདག་ཝང་ཨེ་ལེ་ཟེར་བས་ཨ་རིའི་ཁྲིམས་ཁང་གི་ཉེས་འཛུགས་བྱས་རྗེས་ཀེ་ལི་ཕོ་ནི་ཡའི་མངའ་གཞུང་ནས་མོའི་གྲོང་ཁྱེར་སྤྱི་བསྐྱེད་པའི་ལས་གནས་ནས་ཤུལ་བའི་ཁྱབ་བསྒྲགས་བྱས་ཟིན་པ་རེད། ཨ་རིའི། གསང་ཉུལ་གྱི་དོགས་གཞི་ཡོད་པའི་རྒྱ་དམར་ཨ་རིའི་མི་སེར་ཆགས་ཟིན་པ་ཝང་ཨའེ་ལིན་ཟེར་བའི་གྲོང་ཁྱེར་སྤྱི་ཁྱབ་ཞིག་གི་བྱུས་གཞིའི་སྐོར་ཞིབ་ཕྲའི་གནས་ཚུལ་ཕྱིར་བསྒྲགས་པ་འདིས་སྲིད་འཛིན་ཁྲོམ་དང་ཞི་ཅིན་ཕིན་གཉིས་པེ་ཅིང་དུ་ཐུག་འཕྲད་བྱས་པའི་དུས་ཚོད་ལས་བསྟུན་རྒྱ་ནག་གཞུང་ལ་གནོན་ཤུགས་ཕོག་ཡོད་པའི་ཐད། ཨོ་ལིན་གྱི་གྲོང་ཁྱེར་སིད་ནིའི་འཕྲུལ་རིག་གཙུག་ལག་སློབ་གྲྭ་ཆེན་མོའི་རྒྱ་ནག་གོ་མཁས་པ་བུང་ཀྲུང་ཡིས་དེ་ནི། དེ་ནི་ཁྲོམ་སྲིད་གཞུང་གིས་བཀག་བསྡོམས་ནས་བྱས་པ་ཞིག་རེད། དེས་རྒྱ་ནག་གཞུང་དང་ཨ་རི་གཞུང་གཉིས་ཀར་ཐད་ཀར་ཤུགས་རྐྱེན་ཕོག་གི་རེད། ལྷག་དོན་དུ་རྒྱ་ནག་གཞུང་ནས་གནད་དོན་དེ་ཕྱིར་བཀྲམ་ནས། ཆེད་མངགས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲད་པ་ཞིག་ལ་ངོས་འཛིན་ངོས་འཛིན་གྱི་རེད་ཟེར་བཤད་འདུག་ཡང་ཀན་ན་ཀྲར་གནས་འཁོད་རྒྱ་རིགས་རྩོམ་པ་པོ་ཧྲེང་ཞོའེ་ཞེས་པས་དེ་རིང་ཕྱི་དྲོ་ང་ལ་རྒྱ་ནག་ནང་ཁུག་བརྡ་ཡིག་ཞིག་འབྱོར་བྱུང། དེའི་ནང་ཞི་ཅིན་ཕིང་གིས་ཧོང་ཀོང་གི་ཀུ་ཤུ་གསར་ཤོག་གི་འགན་འཛིན། ལི་ཀྲི་ཡིང། གློད་གྲོལ་གཞི་རྩའི་ཐོག་ནས་གློད་གྲོལ་བྱེད་རྒྱུའི་མོས་མཐུན་བྱས་ཀྱང་ཁོ་ཚོའི་ཆ་རྐྱེན་ནི་ཝང་ཨའེ་ལིང་དེ་དང་མཉམ་དུ་རྒྱ་ནག་ལ་རྩིས་སྤྲོད་དགོས་པ་བཤད་ཡོད་འདུག་གནས་ཚུལ་དེ་བདེན་པ་ཡིན་མིན་ཤེས་ག་ནས་ཡང་ཝང་ཨའེ་ལེང་གིས་ནག་ཉེས་ངོས་ལེན་བྱེད་དགོས་བཀྲམས་པ་དེ་གོང་གི་གནས་ཚུལ་གྱི་རྟགས་མཐའ་མཐུན་པོ་འདུག། ཤེས་རྟོགས་བྱུང་བར་གཞིགས་ན། ཁྲོམ་དང་ཞི་ཅིན་ཕིང་ད་རེས་ཐུག་འཕྲོད་གྲོས་མོལ་བྱེད་རིང་ཧོང་ཀོང་ཆབ་སྲིད་བཙོན་པ་ལི་ཀྲིན་ཡི་ཕལ་ཆེར་བཙོན་འཇུག་ཐོབ་སྲིད་པ་དང་ཝང་ཨན་ལི་ཉིས་སྟོང་ཉི་ཤུ་ཙང་ལོའི་ཟླ་བ་བཅུ་གཅིག་ནང་ཨ་ཁ་ཁྲི་ཡའི་གྲོང་ཁྱེར་གྲོས་ཚོགས་འཐུས་མིའི་ཁུངས་སུ་དམ་འབུལ་བྱུང་བ་དང་འཐུས་མི་ཁྱོན་ང་མི་ལྔ་ལས་མེད་ཅིང་རེས་མོས་བྱས་གྲོང་ཁྱེར་སྤྱི་ཁྱབ་ཅིག་ཡོད་རེད། ངོ་ཨ་ཁི་ཁྲེའི་གྲོང་ཁྱེར་སྤྱི་ཁྱབ་ལས་གནས་དམ་བཅའ་ཕུལ་བའི་སྐབས་ཨ་རིའི་རྩ་ཁྲིམས་ལ་སྲུང་བརྩི་ཞུ་རྒྱུ་དང་ཕྱིའི་རྒྱལ་ཁབ་ནས་ཨ་རིའི་སྲིད་ཇུས་ལ་ཐེ་ཇུས་བྱས་ཏེ་ངོ་རྒོལ་ཡོད་ཟེར་མནའ་སྐྱེལ་དམ་བཅའ་བཞག་ཡོད་པ་རེད། ཨ་ཁི་ཁྲེ་ཡ་གྲོང་ཁྱེར་དེ་ཨ་རིའི་ཀེ་ལེ་ཧྥོ་ནི་ཡའི་ནང་གི་རྒྱ་མི་རིགས་གཙོ་བོ་གནས་འཁོད་པའི་གྲོང་ཁྱེར་ཆུང་གྲས་ཤིག་ཡིན་ལ་སྤྱིར་བཏང་དུ་ཀེ་ལེ་ཧྥོ་ནི་ཡའི་ནང་མངའ་ཁོངས་ཀྱི་ཕྱུག་བདག་གི་གྲོང་ཁྱེར་ཆུང་གྲས་ཤིག་རེད། གསན་གཟིགས་གནང་བར་བཀའ་དྲིན་ཆེ།